ད་ལྷན་རྒྱས་ཚང་མ་ལོག་ལ་ཡ་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང། ཨ་ནི་དེ་རིང་ངས་དེ་ནི་མ་ཨ་ནི། ཁྱེད་རང་ཚོ་ལ་ཁ་ཟིན་ངས་དེ་ནི་མ་ཁ་ཟི་བ་རེད། རིགས་ལམ་གྱི་ངོ་སྤྲོད་བཟོ་སྒྲབ་བྱེད་ཅིག་ལན་རྒྱབ་དང་རྟགས་གསལ་བཏང་དང་ཅི་ད་ཟེར་ན་དུས་ར་ཟེར་ན་ག་འདྲ་བྱེད་ལ་ཟིག་རེད་དུས་རའི་གོ་དོན་ཨ་ནི་དུས་ཚན་ག་ཚོད་ཡོད་མེད་དང་ཨ་ནི་ཅིག་དུས་ར་གི་ལན་རྒྱབ་དང་དང་རྟགས་གསལ་བཏང་དང་དང་ད་དེ་འདྲའི་སྐོར་ལ་ཡ་ངོ་སྤྲོད་བཟོ་སྒྲོབ་བྱེད་བིག་ཅིག་ཞུ་བ་ཡིན། ད་དེ་རིང་ང་འདི་འདྲ་མ་བཤད་དེ་ག་རེ་ཡིན་ཟེར་ན་ནི། ཁ་ཟེར་བ་རེད་རྒྱལ་བ་དོན་གཅིག་མུ་སུམ་མུ་བཞི་ཟེར་དེ་བཤད་ཡིན། ད་རྒྱལ་བ་དོན་གཅིག་མུ་སུམ་མུ་བཞི་ཟེར་དེ་དོན་དག་འདི། ཨ་ནི་ང་ཚོའི་ནང་ཆོས་ཀྱི་ནང་ལོགས་ལ། ག་རེ་ཡོད་རེད་ཟེར་ན། དཔྱད་པ་བྱེད་སྟངས་ཀྱི་ཐབས་ལམ། དཔེར་ན། དེ་རིང་སང་ཉིན། ཚན་རིག་གི་སློབ་སྦྱོང་བྱེད་མཁན་ཡིན་ན་ད་དུ་དེ་འདྲའི་ཆེས་དེང་དུས་ཀྱི་སློབ་སྦྱོང་བྱེད་མཁན་ཡིན་ན། ཨ་ནི། དངོས་པོ་གཉིས་པ་རུ་ལགས་སོ་དངོས་པོ་གཉིས་དེ་ག་ས X དང Y ཟེར་བ་ར། དངོས་པོ X དང Y གཉིས་པ་རུ་ལ་འབྲེལ་བ་ག་རེ་ཡོད་རེད། འོ་ཁོ་གཉིས་པ་རུ་ལ་ཨ་ནི། འབྲེལ་བ་ག་རེ་ཡོད་མེད་ཀྱི་ཨ་ནི། ཁ་ལག་རེ་གཅད་པ་བྱས་ཀྱི། ཐབས་ལམ་བྱས་ན་ཡང་ཨ་ནི་ནང་ཆོས་ཀྱི་ནང་ལ་རྒྱལ་བ་དོན་གཅིག་མ་གསུམ་མོ་ཤི་ཟེར་ནས། གཅིག་གཅད་པ་བྱེད་སྟངས་ཐབས་ལམ་གཅིག་ཡོད་དེ་བ་ཕྱིར་ལྟ་འདི་ཐབས་གཅད་པ་བྱེད་སྟངས་ཐབས་ལམ་དེ་ཧ་ལས་ཡག་པོ་བྱེད། འདི་ག་བ་ལ་བོད་ཆོས་གཏང་གིན་ཡོད་ན་ཡང་གཏང་ཡ་ཡོད་དེ་བ། འདི་ནང་ཆོས་ཀྱི་ནང་ད་གནའ་སྔ་མོ་ནས་དར་དེ་ཡོད་དེ། དེ་ཡང་དེང་དུས་ཀྱི་ད་ཅིག་ཤེས་ཡོན་གྱི་ནང་ལ་ཕ་བེད་སྤྱོད་བཏང་ངེས་ན་བཏང་རྒྱུ་ཡོད་དེ་བ། ཨ་ནི་འདི་ག་ལ་ཧ་ཅང་གི་ཕན་ཐོག་ཆེན་པོ་ཡོད་བ་ཨ་ནི་མི། རིག་པ་ནོར་བུ་ཆ་ཡ། ཅིག་འདི་གཉིས་པ་རུ་འདི་ཡིན་ན་འདི་ཡིན་དགོས་ཀྱི་ཡོད་ས་རེད་འདི་མ་ཡིན་ན་འདི་ཡིན་དགོས་ཀྱི་ཡོད་ས་མ་རེད་ཟེར་ཡ་འདྲ་བ་དེ་ཕག་ཚོས་དཔྱད་པ་བྱས་ཀྱི་ག་ལ་བ་རེད་ད་ཅིག། ག་ལ་བ་རེད། ག་སི་བ་རེད་ད། བེད་སྤྱི་ག་ལ་བ་རེད་རྩལ་འདྲ་བ་དེ་ཞེའོ་ཅིག་ཡག་པོ་རག་གི་ཡོད་རེད་ད་དེ་རྒྱལ་བ་དུས་ཀྱི་མུ་སུམ་མུ་ཤེས་ཟེར་ཤེས་པ་ཡིན་ན་དེ་བཞུགས་ཅི་ཡག་པོ་ཡོང་དེ་ཆགས་ཡོད་རེད་ཞོད་ཨེ་ཟེར་ས་ད་དེ་རིང་ང་ཚོ་འུ་འདི་ངོ་སྤྲོད་ཞོད་ཅེས། ད་དེ་རིང་ང་ཚོ་རྒྱལ་བ་དུས་ཀྱི་མུ་སུམ་མུ་ཤེས་ཟེར་དེ་ག་འདྲ་བྱས་ལ་གཟིགས་པ་བ་རེད་ཟེར་འོ་དེ་ངོ་སྤྲོད་བྱས་རྗེས་ད་དང་པོ་ང་ཚོ་དེ་མུ་གསུམ་མུ་བཞི་རྒྱལ་བ་དོན་གཅིག་ད་འདིའི་ནང་ང་ཚོ་དང་པོ་རྒྱལ་བ་ཟེར་དེ་ངོ་སྤྲོད་ཞུ་རྒྱུ་བྱས་ད་རྒྱལ་བ་ལ་ན་ག་འདྲ་བྱས་ལ་གཟིགས་པ་བ་རེད་རྒྱལ་བ་ཟེར་རྒྱལ་བ་ཟེར་དུས་ཁོ་གཉིས་ཀ་ལྡོག་ཕྱོགས་ཡིན་པ་སར་ཞིག་ཡོད་རོགས་རྒྱལ་བ་ཟེར་དེ་འདི་ག་འདྲ་བྱས་ལ་བ་རེད་ཟེར་ན་རྒྱལ་བ་ལ་ན་ཐ་དད་གང་ཞིག་ཞི་དུལ་མི་སྲིད་པའི་ཆོས། བྱས་ཙང་ཐ་དད་གང་ཞིག་ཞི་དུལ་མི་སྲིད་པའི་ཆོས་ལས་དེ། ད་དཔེ་ཅིག་བཞག་ནས་ངས་འགྲེལ་བཤད་ཞུ་བས་ན་ད་དཔེ་ཅིག་ག་ན་དཔེ་ན་རྟ་དང་བ་ལང་ལ་བས་ན་རྟ་དང་བ་ལང། རྟ། ཟེར་ན་ང་ཚོ་ནམ་རྒྱུན་གཞོན་ཡས་ཀྱི་རྟ་དེར་བ་བ་ལང་ཟེར་ན་གླང་གོག་ཟིག་བར་བ། རྟ་དང་བ་ལང་གཉིས་དེ་འགལ་བ་རེད། ཡིན་དང་ག་རེད་ལ་ན་ཁོ་གཉིས་ཐ་དད་གང་ཞིག་ཞི་མཐུན་སྲིད་ཀྱི་མ་རེད། ཞི་མཐུན་མི་སྲིད་པ་རེད་ཁོ་གཉིས་ཞི་མཐུན་ཡོག་མ་རེད་མི་སྲིད་པ་ལ་ན་ཡོག་མ་རེད་ཟིག་བར་བ། ཟེར་ད་རྟ་དང་བ་ལང་གཉིས་དེ་ག་རེད། དགེ་བ་ཡིན་པ་ལ་ཁྱད་ཆོས་དང་པོ་དེ་ཐ་དད་ཡིན་གོ་རེད། ཐ་དད་ལ་དུས་སམ་ཁོ་གཉིས་གཅིག་མ་ཡིན་པ་ཅིག་གོ་རེད། བྱས་ཙང་རྟ་དང་བ་ལང་གཉིས་དེ་གཅིག་ཡིན་ཡིན་མ་རུང་ཁོ་གཉིས་ལོག་ག་རུ་བ། བྱས་ཙང་རྟ་དང་བ་ལང་གཉིས་དེ་ཐ་དད། བྱས་རྟ་དང་བ་ལང་གཉིས་དེ་ཐ་དད་ཡིན་པ་མ་ཟད་ཁོ་གཉིས་ག་རེ་གཞི་མཐུན་མི་སྲིད་པ་ཆགས་རེད་གཞི་མཐུན་མི་སྲིད་པ་ལ་ན་རྟ་ཡིན་གྱི་བ་ལང་ཡིན་ངེས་ཡོང་མ་རེད་ལ་བ་ལང་ཡིན་ངེས་རྟ་ཡིན་ངེས་ཅིག་ཡོང་མ་རུང་བ། བྱས་ཙང་དེ་འདྲའི་མེད་པ་ཡིན་ཙང་ཨ་ནི་གཞི་མཐུན་མི་སྲིད་པ་ཆགས་འགྲོ་གི་རེད། བྱས་ཙང་རྟ་དང་བ་ལང་གཉིས་དེ་ག་རེ་ལ་ན་དགེ་བ་རེད་དགེ་བ་ཡིན་ད་ག་རེ་ལ་ན་ཐ་དད་ཁང་ཞེས་ཞེ་འདོད་མི་སྲིད་པ་རེད་ཞེ་འདོད་མི་སྲིད་པའི་ཆོས་ཞིག་ཆགས་ཡོད་རེད་བྱས་ཙང་དེ་འདྲ་ཡིན་ཙང་རྟ་དང་བ་ལང་གཉིས་དེ་འགལ་བ་རེད་ལབ་ཡོད་ད། བྱས་ཙང་ད་ནམ་རྒྱུན་ཅིག་དེང་དུས་ཀྱི་ཤེས་ཡོན་སློབ་སྦྱོང་བྱེད་མཁན་ཅིག་ཡིན་པ་ཡིན་ན་ད། ཨང་ཁོང་ཚོས་ཀྱི་ད་ཐ་སྙད་བེད་སྤྱོད་བཏང་སྟངས་འདྲ་བོ་བྱས་ཡོད་ན། Object X དེ་རྟ་ཡིན་པ་ཡིན་ན Object Y དེ་བ་ལང་ཆགས་ཐུབ X དང Y གཉིས་དེ་ག་རེ་དགོས་རེད་ལབ་ན་ཐ་དད་དགོས་རེད།

ཡོག་མ་ར་ཏཱ་དང་བྷ་ལ་གཉིས་ཀ་ཡིན་གྱི་ཡོག་མ་རེད་ཕྱི་ཟ་དེ་འདྲ་ཅིག་ལ་ཨ་ནི་འགལ་བ་ལ་གི་རེད་ད་དེང་དུས་ཀྱི་ཐ་སྙད་བོད་ཆོས་ར་ཆེ་བ་ཡིན་ན་དེ་འདྲ་འདྲ་བ་ཞིག་རེད་ཞུ་ཡ་ད་ད་ང་ན་ཞིག་དཔེ་གཅིག་དཀར་པོ་དང་དམར་པོ་དཀར་པོ་དང་དམར་པོ་གཉིས་དེ་གཅིག་མར་བ་ཐ་དེའི་ཆ་གཅིག་མ་ཡིན་པ་ཡིན་ས་ཐ་དེའི་ཆ་ད་ཐ་དེ་ཡིན་པ་གང་ལ་ཁོ་གཉིས་ལས་ཡ་ད་དུང་ཁྱད་ཆོས་གཅིག་གར་ཚང་ཡོད་ན་དགེ་འོས་ཀྱི་ལྟ་ཚིག་གཉིས་ཀྱི་ཁྱད་ཆོས་གཅིག་གར་ཡོད་ལ་ཞི་དུལ་མི་སྲིད་པ། ཞི་དུལ་མི་སྲིད་པའི་ཆོས་ཆགས་དེར་དཀར་པོ་ཡིན་གྱི་དམར་པོ་ཡིན་གྱི་ཡོད་མ་རེད་བ། དམར་པོ་ཡིན་གྱི་དཀར་པོ་ཡིན་གྱི་ཡོད་རེད་ཟེར་ན་དེ་འདྲའི་རྩ་བ་ཉིད་ནས་ཡོད་མ་རེད། ད་དེ་མེད་པ་ཡིན་ཙང་དཀར་པོ་དང་དམར་པོ་གཉིས་དེ་འགལ་བ་རེད་ཆགས་འགྲོ་རེད། འོ་ད་དེ་ད་དེ་ན་ངས་དོན་གཅིག་གསལ་འགྲེལ་བཤད་ཞུ་བ་ཡིན་ན། དོན་གཅིག་ཟེར་ན་ག་རེ་ལ་ན། གཞི་འདི་དང་ཆོས་འདིས་ད་ང་ཚོ། ནང་ཆོས་ཀྱི་གནས་ལ་གཞི་འདི་དང་ཆོས་འདིས་ལག་ཡོད་ནམ་རྒྱུན་ང་རང་ཚོ། དེང་དུས་ཀྱི་སློབ་སྦྱོང་བྱེད་མཁན་མི་སྦྱིན་པ་ཡིན X དང Y གཉིས་ལག་ཡོད་ར། བྱས་ཙང། X དང Y གཉིས་དེ། ཨ་ནི། གཞི་དོན་མི་སྲིད་པ་མ་ཡིན་པ་ཁོ་གཉིས་ཀ་ཡིན་གྱི་ད་ཡོད་རེད་ད། ཁོ་གཉིས་ཀ་ཡིན་གྱི་ཡོད་པ་མ་ཟད་རྟ་དང་བ་ལང་ན་ཞིག་གཞི་དོན་མི་སྲིད་པ་མ་རེད་དཀར་པོ་དང་དམར་པོ་ན་ཞིག་གཞི་དོན་མི་སྲིད་པ་མ་རེད་རྟ་དང་བ་ལང་གཉིས་ན་ཞིག་གཞི་དོན་མི་སྲིད་པ་མ་རེད་གཞི་དེ་དང་ཆོས་གཉིས་གཞི་དོན་སྲིད་ཀྱི་རེད་དེ་ད་དུང་འདི་ཡི་ག་ལ་ཁྱབ་པ་རྒྱའི་ཉིན་ལས་ཅུང་གོ་རེད། ད་འདི་ག་འདྲ་རེད་ཁྱབ་པ་རྒྱའི་འདི་ག་འདྲ་རེད་ངོ་སྤྲོད་ཞུས་ཨ་ནི་ཁོ་གཉིས་ཞི་དོན་སྲིད་པ་འདི་ག་འདྲ་ཆགས་ཀྱི་རེད་བས། འདི་ངོ་སྤྲོད་ཞུས་བ་ཡིན་ན། དཔེ་ཆགས་ཆགས་ཡིན་ན། ཁྱབ་པ་རྒྱའི་འདི་འདིར་ད་ཡིན་ཁྱབ་སྙམ། མིན་ཁྱབ་སྙམ། ཡོད་ཁྱབ་སྙམ། མེད་ཁྱབ་སྙམ། འོ་ད་འདི་ལ་ཁྱབ་པ་རྒྱའི་ལས་ཡོད། ད་དཔེ་འདྲ་བོ་བཞག་པ་ཡིན་ན་དོན་གཅིག་གིས་དཔེ་འདྲ་བོ་བཞག་ཡིན་ན་སངས་རྒྱས་ཤཱཀྱ་ཐུབ་པ་དང་ཉི་མའི་གཉེན། དཔེར་ན་ཟླ་བ་དང་འོད་དཀར་ཅན། དུ་སླ་བ་ཡིན། ཟླ་བ་དང་འོད་དཀར་ཅན་གཉིས་དེ་ག་རེད་ལབ་ན་གཞི་དོན་སྲིད་ཀི་ར། ཟླ་བ་དང་འོད་དཀར་ཅན་གཉིས་ག་རེད་དོན་དག་གཅིག་པ་ཆགས་དུས་ར། སྐུ་གཉིས་སྒྲ་ཡི་ཐོག་ནས་ཐ་དད་ཡིན་ན་ཡང་དོན་ལ་གཅིག་པ་ཆགས་དུས་ར། སངས་རྒྱས་ཤཱཀྱ་ཐུབ་པ་དང་ཉི་མའི་གཉིས་དེ་ཉི་མའི་གཉིས་དེ། སྤྱི་དག་ནི་དོན་དག་ལ་གཅིག་པར་དེ་ཡིན་ན་སྒྲ་ཐ་དད་ར། ཐ་དད་ཡིན་པ་བ་ཐ་དད་ཆགས་དུས་ཡིན་གཉིས་ཁོ་གཉིས་གཞི་དོན་མི་སྲིད་པ་མ་རེད་གཞི་དོན་སྲིད་པར་བ། སངས་རྒྱས་ཤཱཀྱ་ཐུབ་པ་ཡིན་གྱི་ཉི་མའི་གཉིས་ཡིན་གྱི་ཞོགས་ལབ་ན་བྱ་ཡ་ཡོད་ར་བ། ཟླ་བ་ཡིན་གྱི་ཨ་ནེ་འོད་དཀར་ཅན་གྱི་ཞོ་ལ་ན་ཁོ་ཡི་ཞྭ་ཡོད་པ་ཆགས་ཁོ་གཉིས་ཀ་གཅིག་པ་ཆགས་དོན་དག་གཅིག་པ་ཆགས་དེ་རོ་ཆེ་ས་དོན་གཅིག་ཟེར་དེ་ཆེ་ས་ད་ཁོ་གཉིས་ཨེ་ཐ་དེ་ཡིན་པ་གང་ཞེ་དུས་མི་སྲིད་པ་མ་རེད་ཞེ་དུས་སྲིད་ཀྱི་ཡོད་རེད་ཞེ་དུས་སྲིད་པའི་སྒང་ལ་ད་དུང་ཁྱེད་ཆོ་གར་ཚང་ཡོད་ལ་ཁྱད་པ་འགྱེད་དེ་ཚང་བ་ཁྱད་པ་འགྱེད་དེ་ག་རེ་ཡིན་འཁྱམ་སྙམ་མིན་འཁྱམ་སྙམ་ཡོད་འཁྱམ་སྙམ་མེད་འཁྱམ་སྙམ་དེ་གའི་ཁྱད་པ་ཉེ་གི་རེད་ད་རེ་ཡིན་འཁྱམ་སྙམ་ག་འདྲས་ཉེ་གི་རེད་ལ་ན

ཉི་མའི་གཉེན་ཡོད་ན་སངས་རྒྱས་ཤཱཀྱ་ཐུབ་པ་ཡོད་པའི་ཁྱབ་པ་དེ་ཉིད་རེད། མེའི་ཁྱབ་མཉམ་དེ་གར་ན་སངས་རྒྱས་ཤཱཀྱ་ཐུབ་པ་དེ་མེད་ན་ཉི་མའི་གཉེན་དེ་མེད་པའི་ཁྱབ་པ་ཡོད་རེད། ཉི་མའི་གཉེན་དེ་མེད་ན་སངས་རྒྱས་ཤཱཀྱ་ཐུབ་པ་དེ་མེད་པའི་ཁྱབ་པ་དེ་ཉིད་ཡོད་རེད་བྱས་ཙང། ཁྱབ་པ་འགལ་ཏེ་དེ་འདྲ་ཞིག་ངེས་འགྲོ་རེད། ད་ཡིན་ཁྱབ་མཉམ་བྱེད། མིང་འཁྱམས་སྙམ། ཡོད་འཁྱམས་སྙམ། མེད་འཁྱམས་སྙམ། ཟད་ད་དུ་སེའུ་འདི་ཚངས་པ་ལ། བཞི་ཉིད་ཀྱིས་བརྒྱད་ཆགས་དྲུག་རོ། འོ་ད་དུ་བྱེད་ནི་ཆགས་དྲུག་དག་ན་བཞི་དཔེ་འདི་ཟླ་བའི་ཟླ་བ་དང་འོད་དཀར་ཅན་ལ་ཡང་དག་རང་མཚུངས་པར་དཔེར་ན། ཟླ་བ་ཡིན་ན། འོད་དཀར་ཅན་ཡིན་དགོས་རེད་འོད་དཀར་ཅན་ཡིན་ན་ཟླ་བ་ཡིན་དགོས་རེད། བྱས་ཙང།

ཟླ་བ་མེད་ན་འོད་དཀར་ཅན་མའི་གུ་གུ་རེད། འོད་དཀར་ཅན་མེད་ན་ཟླ་བ་མའི་གུ་གུ་རེད་ཟེར། བྱས་ཙང་ད་དེའི་ཁྱབ་པ་དེ་ངའི་སྤྲུལ་སྐུ་ཡོད་ས་ད་ནི་ག་རེ་མེད་ཁྱབ་སྙམ་ཟེར་ནས་ངའི་སྤྲུལ་སྐུ་ཟེར། ད་དེ་འདྲས་ཀྱི་ད་ཅི་ཁ་ལོ་ཐ་དད་ཡིན་པ་གང་ལགས་ཞེས་ཞི་དུལ་མི་སྲིད་པ་མ་ཡིན་པ་ཞི་དུལ་སྲིད་པ་བཅས། ད་དུང་འདི་ཡི་སྒང་ལ་ཁྱབ་པ་བརྒྱད་དེ་ངེས་ཀྱི་འདུག་ནར་ད་ཁྱབ་པ་བརྒྱད་དེ་ངེས་ཀྱི་འདུག་ན་ད་དོན་གཅིག་ཡིན་པས་ཁྱགས་ལག་པོ་འོ་ད་དོན་གཅིག་ཟེར་ཏེ། ད་དེ་འདྲ་ཅིག་ལ་ཁོ་དགོངས་རེ་ཅིག་ཞུ་ཡ་ཡིན་འོ་ད་འདི་བྱེད། ད་ང་ཚོ་མུ་གསུམ་མུ་བཞི་ཟེར་ཏེ་ལྷག་སོང། ད་མུ་གསུམ་མུ་བཞི་ཟེར་ན་ག་འདྲ་རེད་མུ་གསུམ་མུ་བཞི་ཟེར་ཏེ། ད་མུ་གསུམ་མུ་བཞི་བརྩི་སྟངས་འདི་ལ་དང་པོ་འདི་ཧ་གོ་དགོས་ད་གཞི་འདི་དང་ཆོས་འདི་ཟེར་ན་ཧ་གོ་བ་ཆགས། གཞི་འདི་ནམ་རྒྱུན X ལ་བརྩི་གི་ཡོད་ན་ད་ནི་ཆོས་འདི Y ལས་བཞག་གི་ཡོད་རེད་བ། Object X དེ་དང Object Y བྱས་ཙང་གཞི་འདི་ཡིན་ན་ཆོས་འདི་ཡིན་པས་མ་ཁྱབ་པའི་མུ་གཅིག་མུ་གཅིག་བརྩི་གི་མུ་གཅིག་འདིར། མུ་གཉིས་པ་དེ་ག་རེ་ལ་ན་མུ་དང་པོ་དེ་བྱས་དེ་མུ་གཉིས་པ་དེ་ཆོས་དེ་ཡིན་ན་ད་ཝའི་དེ་ཡིན་ན་ཨེཀས་དེ་ཡིན་པས་མ་ཁྱབ་པ། འོ་དེ་མ་ཁྱབ་པ་མུ་གཉིས་པ་དེ་བྱས། མུ་གསུམ་པ་དེ་ག་རེ་ལ་ན་གཞི་དེ་ད་ཆོས་དེ་གཉིས་ཀ་ཡིན་པ། འདི་མུ་གསུམ་པ་དེ་བྱས། མུ་བཞི་པ་དེ་ག་རེ་གཞུ་དེ་ད་ཆོས་དེ་གཉིས་ཀ་མ་ཡིན་པས་མུ། གཉིས་ཀ་མ་ཡིན་པས་མུ་བྱས་མུ་བཞི་ཚང་འགྲོ་གི་རེད་ད། བྱས་ཙང་ད་འདི་ཡིན་གཅིག་མིན་གཅིག་ཁྱེད་རང་ཚོ་ཐུགས་ལ་ངེས་པ་བྱ། ད་འདི་ངས་ཅིག་འདེབས། འདི་ཅིག་ཕྱི་གོང་དུ་ཏེ་ཤོ། Highlight ཅིག་བྱས་ན་ཡག་སར་ད་འདི། འོ་ཡ། ཡ། ད་འདིར། བྱས་ཙང། ད་འདི་ལ་དེ་མུ་བཞི་དེ་ལ་ནི་མུ་དང་པོ་དེ་ག་རེ་བཞི་དེ་ཡིན་ན་ཆོས་དེ་ཡིན་པས་མ་ཁྱབ་བས་མོ། ཆོས་དེ་ཡིན་ན་བཞི་དེ་ཡིན་པས་མ་ཁྱབ་བས་མོ། བཞི་དེ་ཡིན་ན་ཆོས་དེ། བཞི་དེ་དང་ཆོས་དེ་གཉིས་ཀ་ཡིན་པས་མོ། བཞི་དེ་དང་ཆོས་དེ་གཉིས་ཀ་མ་ཡིན་པས་མུ། བྱས་ནས་མུ་བཞི་ཚིགས་སོ། མུ་བཞི། མུ་གསུམ་མུ་བཞི་བྱས་ཏེ་མུ་གསུམ་དང་མུ་བཞི་ག་འདྲའི་སྒྲ་འབྱིན་པ་ཡིན་ན་ཡང་མུ་གསུམ་ཡིན་ན་ཡང་སྒྲ་དུ་མུ་བཞི་ཡིན་ན་འདྲ། མུ་གསུམ་མུ་བཞི་ག་འདྲེ་ཡིན་ན་ཡང། ཨ་ནི། མུ། འདི། གསུམ་བཞི་ག་འདྲེ་བརྩི་གི་ཡོད་ན་ཡང། མུ་འདི་གཉིས་ངེས་པར་ཚང་བ་རེད། མུ་འདི་གཉིས་གར་ཟེར་ན། བཞི་འདི་དེ་ན་ཆོས་འདི་གཉིས་ཀ་ཡིན་པས་ཁྱབ་པའི་མུ་ཇི་དག། བཞི་འདི་དང་ཆོས་འདི་གཉིས་ཀ་མ་ཡིན་པའི་མུ་འདི་ངེས་པར་དུ་དགོས་པར་ཐལ། མུ་གསུམ་ཡིན་ན་འི་འདི་མུ་གཉིས་འདི་ཚང་དགོས། དེའི་མུ་གཉིས་ཚང་དགོས་རེད། མུ་བཞི་ཡིན་པ་ཡིན་ན་མུ་དེ་གཉིས་ཚང་དགོས་རེད། དེ་གཉིས་མ་ཚང་ན་འགྲིག་གི་ཡོད་མ་རེད། བྱས་ཙང་མུ་དང་པོ་གཉིས་པ་གསུམ་པ་བཞི་བ་ནང་ལ་མུ་གསུམ་པ་དེ་དང་བཞི་བ་དེ་མུ་གསུམ་མུ་བཞི་ག་རེ་བྱུང་བ་ཡིན་ན་ཡང། མུ་གསུམ་མུ་བཞི་ག་རེ་བྱུང་བ་ཡིན་ན་ཡང་མུ་དེ་གཉིས་ཚང་དགོས་རེད་ཟེར་བ་དང་མུ་དེ་གཉིས་མ་ཚང་ན་འགྲིག་གི་ཡོད་མ་རེད། མུ་གསུམ་མུ་བཞི་བརྩི་ས་གི་ཁ་ལ་བོར་ཡང་བཞི་འདྲ་བོ་ཅིག་བརླག་འགྲོ་གི་ཡོད། བྱས་ཙང་མུ་གསུམ་མུ་བཞི། ཡིན་པ་ལ། མུ་འདི་གཉིས་མུ་གསུམ་པ་འདི་དང་བཞི་བ་འདི་གཉིས་ངེས་པར་དུ་ཚང་དགོས་རེད། ད་ངས་དཔེ་བསྒྲོགས་ཞུས་ན་དང་དཔེར་ན་མུ་གསུམ་ཡིན་ངེས་དཔེ་བསྒྲོགས་བྱས་ན་མི་དང་བོད་པ། བོད་པ་དང་ལྷ་ས་བ། ལ་བ་ཡིན་ན། བོད་པ་དང་ལྷ་ས་བ་དེ་མུ་གསུམ་ཚང་གི་རེད་ད་ངས་མུ་གསུམ་ཡིན་དཔེ་ལ་བཞག་ས། མུ་གསུམ། བོད་པ་དང་ལྷ་ས་བ་ཡིན་ངེས་དེ་ལ་མུ་གསུམ་ག་འདྲ་ཆགས་རེད་བས་ལ་ན། ད་བོད་པ་དེ་བཞི་ཆགས་སོང་ན་ལྷ་ས་བ་དེ་ཆོས་ཆགས་རེད་བ། བྱས་ཙང། བོད་པ་ཡིན་ན་ལྷ་ས་བ་ཡིན་པས་མ་ཁྱབ་པའི་མུ་ཡོར་བས་ལ་ན་ཡོར་བ། བོད་པ་ཡིན་གྱི་ལྷ་ས་བ་མ་ཡིན་གྱི་ཡོར་བས་ཟེར་ན་མུ་འདི་ཡོར་ད། ཡོད་ཐག་ཆོད་ཡོར་བ། བོད་པ་ཡིན་གྱི་ལྷ་ས་བ་མ་ཡིན་གྱི་ཡོར་བས་ཡོར་རེད་ག་རེ་ཡོར་རེད་ལ་ན་ཨ་ནི། ད་ཁམས་པའི་རིགས་དང། ག་ལ་བར་ཨ་མདོའི་རིགས་དེ་ཚང་མ་ག་རེད་ལ་ན། ཨ་མདོ་ཡིན་ངེས་ཀྱི་བོད་པ་དང་ཁམས་པ་ཡིན་ངེས་ཀྱི་བོད་པ་ཚང་མ་ག་རེད་ལ་ན། ཨ་ནི་བོད་པ་རེད་བས་སེམས་ན་རེད་ཡིན་ན་ལྷ་ས་བ་མ་རེད་བ། དེ་ཡིན་ཙང་གཞི་དེ་ཡིན་ནའང། ཆོས་དེ་ཡིན་པས་མ་ཁྱབ་པ་དེ་ག་རེ་བཞག་པ་རེད་ལ་ན། གཞི་བོད་པ་དེ་ཡིན་པ་བཅས་ཨ་ལྷ་ས་བ་མ་ཡིན་ངེས་ཀྱི་མུ་དེ་ཨ་ནི་ཁམས་པ་ཁམས་པའི་བོད་པར་བྱོས་བྱས་སམ་ཡང་ན་ཁམས་པ་བྱོས་བྱས་སམ་ཡང་ན། ཨ་མདོ་བ་ཆོས་རྗེ་སི་ཏུ་སི་ལ་གིས་ན། ད་མུ་དུས་ཚང་ས་ད་མུ་གསུམ་ནང་ན། མུ་གསུམ་ནང་ལ་ལ་མུ་གཅིག་ཚང་ས་མུ་དང་པོ་ཚང་ས། ད་འདི་འགའ་ལ་མུ་གཉིས་འདི་གཉིས་ངེས་པར་དུ་ཚང་དགོས་ར། ད་འདི་མུ་དེ་ཚང་ཤིང་དགོས་མ་ད་མུ་གསུམ་ནང་ལ་མུ་གཅིག་ཚང་གི་མུ་ཁར་འདི་གཉིས་གཅིག་ཚང་དགོས་མ་ད་མུ་གསུམ་བརྩི་དུས་མུ་བཞི་བརྩི་དུས་འདི་འགའ་འདི་བཞི་ག་ཚང་འགྲོ་དགོས་ར། མུ་གསུམ་བརྩི་དུས་ཚང་མ་ལ་འདི་གཉིས་ག་ཚང་དགོས་ཀྱི་ཡོད་ར་དེ་འདི་གཉིས་ནང་ལོ་ལ་གཅིག། གཅིག་ཚང་གི་ཡོད་མ་རེད་ད། དེ་གཉིས་ནང་ལོ་གཅིག་ག་རེ་ཚང་གི་ཡོད་མ་རེད་ཡང་མིན་ན་འདི་ཚང་གི་ཡོད་མ་རེད་ཡང་མིན་ན་འདི་ཚང་གི་ཡོད་མ་རེད་འོ་ད་འདི་གཉིས་ཁྱད་པར་འགྲོ་བཞིན་རེད། བྱས་ཙང་ད་དཔེར་ན་བོད་པ་དང་ལྷ་ས་བ་ལ་བ་ཡིན་ན་བོད་པ་དང་ལྷ་ས་བ་གཉིས་པ་རུ་ལ་མུ་ག་རེ་ཚང་མ་སོ་ལ་ན། མུ་དང་པོ་དེ་ཚང་སོ་ཨ་མོ་གཉིས་པ་ཚང་ཡོད་མ་རེད། ཆོས་དེ་ཡིན་ན་གཞི་དེ་ཡིན་པའི་མ་ཁྱབ་པའི་མུ་གཅིག་ཡོད་རེད་བས་ཟེར་ན་གཞི་དེ་མ་ཡིན་པའི་མུ་ཟེར་ན་རེད་དེ་གཞི་དེ་ཡིན་པའི་མ་ཁྱབ་པའི་མུ་ཟེར་ན་འོ་དེ་ཡོད་རེད་བས་ཟེར་ན་ཡོད་མ་རེད་ལགས། ད། ད་ད་ལྟ་ཆོས་འདི་ལྷ་ས་བར་བ་ལྷ་ས་བ་ཡིན་མཁན་བྱས་ཨ་ནི་བོད་པ་མ་ཡིན་མཁན་མུ་ཇོ་བར་བས་ས་ན་ན་ཡོད་མ་རེད་ལགས་ད་ལྷ་ས་བ་ཡིན་ན་བོད་པ་ཡིན་པའི་ཁྱབ་བསྐོར་བ་བྱས་ཙང་ལྷ་ས་བ་ཡིན་མཁན་བོད་པ་མ་ཡིན་མཁན་མུ་ཇི་ཡོད་མ་རེད་བྱས་ཙང་མུ་གསུམ་ན་ལོ་ལ་མུ་བཞི་ཡོད་པའི་ནང་ལོ་ལ་མུ་གསུམ་མ་དུ་ཚང་མ་རེད་ལ་དུ་ས་མ་ལ་མུ་གསུམ་ཟེར་དུ་ས་མ་ལ་དེ་མུ་བཞི་ནང་ལ་གཅིག་ཚང་གི་ཡོད་མ་ར་ད་འདི་གཉིས་ཡིན་གྱི་མིན་གྱི་གོ་གི་ཡོད་པ་ཡིན་ཙང་འདི་གཉིས་ལ་བརྩི་ས་ཡོད་མ་ད། དང་པོ་དེ་དང་གཉིས་པ་དེ་རྣམས་གཅིག་ཚང་དགོས་པ་མ་རེད། གཅིག་མ་ཚང་བ་ན་ག་རེ་ཚང་མ་སོང་ན་ན། ད་ལྟ་བོད་པ་དང་ལྷ་ས་བ་གཉིས་དཔེ་བཞག་དུས་མོ་འདི་ཚང་མ་སོང། མོ་གཉིས་པ་དེ་ཚང་མ་སོང། འོ་ད་དེ་འདྲའི་གྲོགས་པོ་ཆགས་འགྲོ་གི་རེད། ད་དཔེ་ཆ་བཞག་ན་མི་དང་བོད་པ་ལ་བ་ཡིན་ན་གཅིག་པ་གཅིག་ཆགས་ན་མི་དང་བོད་པ་དེ་ལས་ཕལ་ཆེར་མོ་འདི་ཚང་མ་འདུག། མི་དང་བོད་པ་ལ་ན་མི་དེ་བཞི་ཆགས་རོགས། བོད་པ་དེ་གར་ཆགས་རོགས་ཆོས་ཆགས་རོགས། བྱས་ཙང། མི། ཡིན་ན། བོད་པ་མ་ཡིན་གི་མོ་ཇི་ཡོར་བས་ན་ཡོད། ཡོར་བ་ག་རེ་ལ་ནི་རྒྱ་གར་བ་དང་ཨ་རི་བ་དང་ཨ་ནི་གཅིག་ཨ་ཧྥི་རི་ཀ་གི་མི་ད་དུང་ཚང་མ་ག་རེ་ལ་ན་བོད་མི་རེད་བ། འདི་གས་འདི་བོད་པ་རེད་བས་ཟེར་ན་མ་རེད་བྱས་ཙང་ཨ་ནི་མི་ཡིན་པ་བྱས་ཨ་ནི་ཆོས་བོད་པ་མ་ཡིན་པའི་གས་བོད་པ་ཡིན་པའི་མ་ཁྱབ་པའི་མུ་ཅི་ཡོད་རེད་ཟེར་ན་ཡོད་རེད་དེ་ཞོར་བ་ལ་ན་ཨ་ནི་དེ་ག་རེ་རེད་ལབ་པ་ཡིན་ན་ཨ་ནི་རྒྱ་གར་བ་དང་ཨ་རི་བ་དང་ད་གང་ག་རྒྱ་མི་དང་དེ་གས་ཚང་མ་ག་རེ་ལ་ན་མི་ཡིན་པ་རེད་ད་ནི་བོད་པ་མ་ཡིན། ད་བོད་པ་ཡིན་པ་ལ་ཆོས་འདི་བོད་པར་བ། བོད་པ་ཡིན་པ་ལ་མི་མ་ཡིན་གྱི་མུ་ཅི་ཡོད་རེད་ཟེར་ན་རྩ་བ་ཉིད་ནས་ཡོད་མ་རེད། འདི་མེད་པ་ཡིན་ཙང་ད་མུ་འདི་མེད་པ་ཡིན་ཙང་ད་མུ་གསུམ་མ་དེ་ཡོང་ས་ཡོད་མ་རེད། ད་མུ་གསུམ་ནང་ནས་བོད་པ་དང་མི་གཉིས་ཀ་ཡིན་པའི་མུ་ཡོད་རེད་ཟེར་ན་ཡོད་རེད། ག་རེ་ལ་ན་ལྷ་ས་བ་དེ་ཆོས་ཅན། ལྷ་ས་བ་དེ་མི་རེད་བས་ཟེར་ན་མི་ཡེ་རེད། བོད་པ་ཡང་རེད་རེད་བ། མི་དང་བོད་པ་གཉིས་ཀ་མ་ཡིན་གི་མུ་ཅི་ཡོར་བའི་ལ་ན་ཡོར་བ་དཔེ་ཆ་ཤ་ན་ཁ་པར་འདི་ཆོས་ཅན་ལབ་ཤ་ན་འགྲིག་འདུག་ཁ་པར་འདི་ག་རེད་མི་ཡས་མ་རེད་བོད་པ་ཡས་མ་རེད་གཉིས་ཀ་མར་བ་ཨོ་ད་འདི་འདྲ་འདྲ་བོ་ཆགས་ཀྱི་ཡོད་ད་མི་དང་བོད་པ་གཉིས་ཀ་མ་ཡིན་པའི་མུ་ཨོ་ད་འདི་བྱས་ཙང་མུ་བཞི་ནང་ལོར་ད་མུ་གཅིག་མ་གཏོགས་མུ་གསུམ་ཚང་ཟོ་ཨོ་མུ་གསུམ་ཟེར་ན་དེ་འདྲ་འདྲ་བོ་བྱེད་ཀྱི་རེད། འོ་ཅེས་ད་མུ་ཤི་དིར། ད་མུ་ཤི་དི་ད་དིར་ནི་དཔེ་འདྲའོ་ཞེ་ན་བོད་པ་དང་ཤིང་བཟོ་བ་ལ་བ་ཡིན་ན། བོད་པ་དང་ཤིང་བཟོ་བ་གཉིས་བར་མུ་ཤི་ཚང་དགོས་བ་རེད། བོད་པ་དང་ཤིང་བཟོ་བ་གཉིས་ལ་མུ་ཤི་ག་འདྲ་ཚང་གི་ཡོད་རེད་ལ་ན། བོད་པ་ཡིན་གི་ཤིང་བཟོ་བ་མ་ཡིན་གི་ཡོད་རེད་ལ་ན། ཡོད་ར་བོད་པ་ཡིན་གི་ཤིང་ཤིང་བཟོ་བ་མ་ཡིན་གི་ད་ཕྱོགས་དོག་ཡོད་ར། འོ་ད་དེ་འདྲའི་རིགས་དེ་བཞག་ཡོད་ར། ད། བོད་པ་ཡིན་གི་ཤིང་བཟོ་བ་མ་ཡིན་གི་དཔེ་མང་པོ་ཡོད་ར། གཡོར་བ། འོད་དང་དེ་འདྲའི་སྒྲ་གི་ཆ་ཡ་བྱས། ད། ཤིང་བཟོ་བ་ཡིན་གྱི་བོད་པ་མ་ཡིན་གྱི་གཡོར་བས་ན་གཡོར་བ་རྒྱ་གར་གྱི་ཤིང་བཟོ་བ་འདི་གས་དེ། ཤིང་བཟོ་བ་རེད་བས་ན་རེད་ཡིན་ན་བོད་པ་མ་རེད་བ། འོད་དེ་མོ་གཉིས་དེ་ཚངས་བཟོ་བ་གང་གི། ན་བོད་པ་ཡིན་གྱི་ཤིང་བཟོ་བ་ཡིན་གྱི་གཉིས་ཀ་ཡིན་གྱི་གཡོར་བས་ཟེར་ན། གཡོར་རེད་དེ་གཉིས་ཀ་ཡིན་པའི་མུ་དེར་ད། དེ་ཡས་གཡོར། བོད་པ་ཡས་མ་ཡིན་གྱི་ཤིང་བཟོ་བ་མ་ཡིན་གྱི་གཡོར་རེད་ལ་ན། ད་ལ་ཆོས་འབྱོར་དེ་ཁ་པར་དེ་ཆོས་ཅན་ལ་ན་བོད་པ་ཡས་མ་རེད་ཤིང་བཟོ་བ་ཡས་མ་རེད་བ། འོ་ད་དུས་ལབ་བྱས་ན་ཨེ་འགྲིག་ཡོད་ལ། བྱས་ཙང། བོད་པ་དང་ཤིང་བཟོ་བ་གཉིས་ཨ་ནི་ག་རེ་འགྲོ་བ་ལ་ན་ཨ་ནི་མུ་བཞི་ཚང་གི་ཡོད་རེད། དཔེར་ན་ཆགས་ན་རས་ཀྱི་ཁ་དོག་དང་ཨ་ནི་དཀར་པོ་ཁ་དོག་གཉིས། རས་ཀྱི་ཁ་དོག་དང་དཀར་པོའི་ཁ་དོག་གཉིས་མུ་བཞི་ཚང་རེད། ག་འདྲ་རེད་ལ་ན། རས་ཀྱི་ཁ་དོག་ཡིན་གྱི་དཀར་པོའི་ཁ་དོག་མ་ཡིན་གྱི་ཇོ་བར་བས་ན་ཡོར་བ། རས་ཀྱི་ཁ་དོག་དམར་པོ་དེ་ཆོས་ཅན་ལ་བས་ན། རས་ཀྱི་ཁ་དོག་རེད། རས་ཀྱི་ཚོན་མདོག་རེད། རས་ཀྱི་ཚོན་མདོག་དཀར་པོ་མར་བ། ཇི་ལྟར་དཀར་པོ་ཡིན་གྱི་རས་ཀྱི་ཚོན་མདོག་མ་ཡིན་གྱི་ཡོར་བས་ན། ཡོར་དཀར་པོ་ཡིན་གྱི་རས་ཀྱི་ཚོན་མདོག་མ་ཡིན་གྱི་དེ་ཞོ་བ་ལ་ན། ག་ཤར་ཤར་བ་དང་དེ་དཔེར་ན་དེ་ངས་དེ་འཛུགས་འཛུགས་དེ་དེ་ལྗང་གུ་དེ་ཆོས་ཅན་ལ་བས་ན། འདི་ད་ལྟ་རས་ཀྱི་ཚོན་མདོག་ཁྱད་མར་བ། འོ་དེ་འདྲས་འགྲོ་བ་ཅི་རེད་ད། དེ་འདྲའི་བྱ་ཡ་ཡོད་ར་ད་རེས་ཀྱི་ཁ་དོག་མ་ཡིན་ངེས། འོ་དེ་བྱས། ད་རེས་ཀྱི་ཁ་དོག་ཡིན་ན་རེས་ཀྱི་སྒང་ལ་ཡོད་དགོས་ར་དེ། ད་ལྟ་དེ་དཔེར་ན་གློག་ཀླད་ཀྱི་སྒང་ལ་ཡོད་པའི་ཁ་དོག་ལྗང་གུ་དེ་རེས་ཀྱི་ཁ་དོག་ཆགས་ཀྱི་མ་ར་བ། འོ་ད་དེ་འདྲའི་འདྲ་བ་བྱས། བྱས་ཙང་རེས་ཀྱི་ཁ་དོག་ཡིན་གྱི། ཨ་ནི། དཀར་པོ་མ་ཡིན་གྱི་ཡོད་རེད་ཟེར་ན་ཡོད་རེད། དཀར་པོ་ཡིན་གྱི། རེས་ཀྱི་ཁ་དོག་མ་ཡིན་གྱི་ཡོད་རེད་ཟེར་ན་དེའི་ཡོད་ར་ད། བྱས་ཙང། མོ་གཉིས་ཀ་ཚང་འགྲོ་གི་འདུག། མོ་གཉིས་ཀ་དཀར་པོ་ཡིན་གྱི་རེག་གི་ཁ་དོག་མ་ཡིན་གྱི་ཡོར་བ་ཨོ་ད་དེ་འདྲའི་ཆགས་འགྲོ་ད་རེག་གི་ཁ་དོག་ཡིན་གྱི་དཀར་པོའི་ཁ་དོག་ཡིན་གྱི་ཡོར་རེད་ལ་ན་རེག་ཁོ་རང་གི་ག་ལ་དཀར་པོའི་ཁ་དོག་དེ་ཨ་ནི་རེག་གི་ཁ་དོག་ཡ་རེད་དཀར་པོའི་ཁ་དོག་ཡ་རེད་བ་ད་གཉིས་ཀ་མ་ཡིན་པ་དེ་ཨ་ནི་རེག་གི་ཁ་དོག་ཡང་མ་ཡིན་གྱི་དཀར་པོའི་ཁ་དོག་ཡང་མ་ཡིན་གྱི། ཡོར་བས་ཟེར་ན་ནི་ཡོར་བ། རས་ཀྱི་ཁ་དོག་ཡང་མ་ཡིན་ངེས་དཀར་པོའི་ཁ་དོག་ཡང་མ་ཡིན་ངེས། ག་རེ་བྱ་དགོས་བས། ལབ་པ་ཡིན་ན་དཔེར་ན་འདི། ཁ་ལག་ར་འདི་ཤུབ་ཅེར་བ་ཤུབ་འདི་ཀྱི་ཁ་དོག་ནག་པོ་དུ་ཆུ་ཟེར་ལབ་པ་ཡིན་ན། ཤུབ་འདི་ཀྱི་ཁ་དོག་འདི་རས་ཀྱི་ཁ་དོག་ཡང་མ་རེད།

ཡང་ན་བཱ་ཡོ་ལོ་ཇི་སློབ་སྦྱོང་བྱེད་མཁན་ཞིག་མ་ཡིན་ན་ད་ངས་པེ་ཏོ་ཞེས་བ་ད་པེ། བཱ་ཡོ་ཟེར་ཏེ་ང་ཚོ། ད་ལྟ་དབྱིན་ཇིའི་ནང་ལོ་བཱ་ཡོ་ཟེར་བ་རེད་དེ། བོད་སྐད་ནང་ལོ་སྐྱེ་དངོས་རིག་པ་ཟེར་གི་འདུག་ཇི་ལྟར་ལོ་ཇི་ལོ་ཇི་ལས་དེ་རིག་པ་ཟེར་བར། བཱ་ཡོ་ལོ་ཇི་ཟེར་ཏེ་སྐྱེ་དངོས་རིག་པ། ད་སྐྱེ་དངོས་རིག་པ་གི་སློབ་སྦྱོང་བྱེད་མཁན་ཞིག་མ་ཡིན་ན། ད་དཔེར་ན། སྐྱེ་དངོས་རིག་པ་ནང་ལ་ད་ཅིག་དུད་འགྲོའི་རིགས་ལ་ཡང་སློབ་སྦྱོང་བྱེད་མཁན་ན་དུད་འགྲོའི་རིགས་དེ་ལ། ཨཱ་ནི། དུད་འགྲོ་དང་མིའི་རིགས་ལ་ཨཱ་ནི་ཁོང་ཚོའི་གི་རྩིས་སྟངས་དེ་ལ། Herbivore། ཨཱ་ནི། Carnivore།

གནས་སྐབས་འདི་བར་དབྱུང་ཤོག། འདི་གཉིས་སྤྱི་གོ་ཙི་གེ་ན། འདི་ཤ་རྩ་ས་སེམས་ཅན་རེད་འདི་ཤ་ས་སེམས་ཅན། ད་ང་ཚོ་རྟགས་གསལ་སྒྲོག་བཏང་ངེས་ཡིན་ན། རྩོད་པ་རྩོད་ངེས་ཅན་མེད་ན། ཡ། རྩ་ས་སེམས་ཅན་དང་ཤ་ས་སེམས་ཅན་གཉིས་བར་རོ་ལ་འགལ་བ་རེ་བའི་དོན་གཅིག་རེ་བའི་མུ་སུམ་མུ་ཞིག་ག་རེ་བསྒྲུབ་དགོས་རེ་བའི་ཟེར་འདུག་རྟགས་གསལ་བཏང་བས་ན། རྩ་ས་སེམས་ཅན་དང་ཤ་ས་སེམས་ཅན་གཉིས་འགལ་བ་རེ་བའི་ལ་ན། འགལ་བ་རེ་བའི་ལ་ན་འགལ་བ་ཡིན་ན། ད་ངས་ངའི་ཁོང་ལ་ཞུས་བསྡད་དེ་འདི་ཆགས་འགྲོ་ར།

ཨོ་ད་འདི་ང་ཚོ་བརྟག་དཔྱད་བྱས་མོ་གསུམ་འགྲུབ་གི་འདུག་མོ་བཞི་འགྲུབ་གི་འདུག་འདི་ག་རེ་འགྲུབ་གི་འདུག་ཨོ་ད་འདུག་བྱས་ནས་རྩོད་པོ་བྱོས་ཨ་རེ། ཨོ་ད་དཔེར་ན་ཆ་བྱ་བས་ན་རྩྭ་ས་སེམས་ཅན་འདི་དང་ཤ་ས་སེམས་ཅན་གཉིས་འདི་འགལ་བ་རེད་བས་ལ་ནི་འགལ་བ་ཡིན་ཞིང་མ་རོག་ག་ལ་ན། རྩྭ་ས་སེམས་ཅན་ཡིན་ངེས་ཤ་ས་སེམས་ཅན་ཡིན་ངེས་ཡོག་རོག།

རྩྭ་ཟ་མཁན་གྱི་སེམས་ཅན་ཡིན་ངེས་ཤ་ཟ་མཁན་མ་ཡིན་ངེས་དཔེར་ན་ཤ་བ་ཆོས་ཅན་ལ་བས་ན་ཤ་བ་འདི་རྩྭ་ཟ་མཁན་རེད་ཤ་མ་ཟ་མཁན་སེམས་ཅན་ན་ཚེ་བསྐུར་བ་འོ་ད་འདི་འདྲའི་འདྲ་བོ་ཅི་རེད། ད་ཡང་ཤ་ཟ་སེམས་ཅན་ཡིན་ངེས་རྩྭ་ཟ་སེམས་ཅན་མ་ཡིན་ངེས་མུ་ཡོར་བས་ཟེར་ན་ད་དོན་གཅིག་རིག་མི་ད་མུ་གསུམ་མུ་བཞི་མ་ད་འགྲོ་ས་ཡོད་མ་རེད་དགེ་བ་དོན་གཅིག་མ་འགྲོ་ན་ཨ་ན་མུ་གསུམ་མུ་བཞི་མ་ད་འགྲོ་ས་མེད་པ་ཡིན་ས་ད་འདི་མུ་གསུམ་འགྲུབ་གི་འདུག་མུ་བཞི་འགྲུབ་གི་འདུག་ལ་ན་ཕལ་ཆེར་མུ་བཞི་འགྲུབ་ངེས་འདྲ་བོ་ཅི་རེད་ཤ་རྩྭ་ཟ་སེམས་ཅན་ཡིན་ངེས་ཤ་ཟ་སེམས་ཅན་མ་ཡིན་ངེས་མུ་ཡོར་བས་ཟེར་ན་ཡོར་བ་ད་གིན་ང་ཚོ་ཤ་བ་དང་ཤ་ཡིན་པ། ད་ནི་ཤ་ཟ་སེམས་ཅན་ཡིན་གྱི་རྩ་ཟ་སེམས་ཅན་མ་ཡིན་གྱི་མུ་དེ་ཡོར་བས་སོ་ན་ཡོར་བ། དཔེར་ན། སྟག་དང་གཟིག་དང་དུ་ཟ་དེ་ཤ་ཟ་ངེས་རེད་རྩ་མ་ཟ་ངེས་རེད། རྩ་ཟ་སེམས་ཅན་ཡིན་གྱི་ཤ་ཟ་སེམས་ཅན་གཉིས་ཀ་ཡིན་གྱི་ཡོར་བས་སོ་ན་ཡོར་བ་ང་ཚོ་མི། དེ་ཤ་ཡི་ཟ་གི་རེད་རྩ་ཡི་ཟ་གི་རེད་བ། བ་དེ་ཤ། གཉིས་ཀ་མ་ཡིན་པའི་མུ་ཡོར་བས་སོ་ན་གང་དུ་ཡོར་རྩ་ཟ་སེམས་ཅན་མ་ཡིན་གྱི་ཤ་ཟ་སེམས་ཅན་མ་ཡིན་གྱི་དེ་ཞོག་ལ་ན་ཨ་ནི་དེ་ཤ་བར་ཁ་པར་དེ་ཆོས་ཅན་ལ་དེ་སེམས་ཅན་གོ་ར་མར་བ། སེམས་ཅན་མ་ཡིན་ན། ཤ་ཟ་སེམས་ཅན་ཡིད་བསྲེགས་མར་ལ། ཤ་ཟ་སེམས་ཅན་ཡིད་བསྲེགས་མར། ཨོ་ད་དེ་འདྲའི་དགྲ་བོ་བྱས་ནས་ད་མུ་ཤི། སྡུག་བྱས་ནས་ཤ་ཡ་དུ། ཨོ་ད་སྡུག་བྱས་ནས་སྐྱེས་པ་བྱས་ཡ་ད་མུ་སུ་མུ་ཤི་སྡུག་བྱས་ནས་སྐྱེས་པ་བྱས་ཡ་ཡོད་དེ་བ་ཅི། ད་ཡིན་ནས་གྲྭ་བ་རིགས་ལམ་བརྩོད་ངན་བྱེད་པ་ཡིན་ན་དེ་ཙམ་གྱིས་ཨ་ནི། བློ་བདེ་གི་མར་བ། དཔེར་ན་ཆ་ཤ་ན་ཤ་བ་དེ་བྱོས་ཡོད་ཟི། ཤ་བ་དེ་ཨ་ནི། རྩ་ཟ་སེམས་ཅན་རེད་ལབ་ཡིན་ན་ཤ་བ་དེ་གི་རྩ་ཟ་གི་རེད་ཤ་ཟ་གི་མ་རེད་ལབ་ལབ་བ་ཡིན་ན། རྩྭ་ས་སེམས་ཅན་རེད་ཤ་ས་སེམས་ཅན་མ་རེད་ལ་ཡང་གི། རྩྭ་ས་སེམས་ཅན་ཡིན་གྱི་ཤ་ས་སེམས་ཅན་མ་ཡིན་གྱི་མུ་དེ་ཞོག་ལ་ནི་ཤ་བ་དེ་ཆོས་ཅན་ལ་བ་ཡིན་ན། ལ་བའི་དབང་དང་ནི་ཤ་བ་དེ་གི་ཤ་ཟ་གི་མ་རེད་ལ་ན་དེ་གྲ་བ་ཡིན་ན། ནམ་རྒྱུན་རིགས་ལམ་རྩོད་མཁན་ཅན་པ་ནི་ད་ག་ཟེ་གི་བློ་འདི་གི་མ་རོ་ལམ་ས། ཤ་བ་གི་ཤ་མ་ཟ་བ་དང་རྟགས་སེ་དང་གི་ར་བ།

ཤ་ཟ་དང་རྩ་ཟ་གཉིས་ཀ་ཡིན་ངེས་ཀྱི་སེམས་ཅན། འདི་དག་ནི། རྩ་ཟ་སེམས་ཅན་གཉིས་པར་ལ་རྒྱལ་བ་དོན་གཅིག་མུ་སུམ་མོ་ཞིག་ཁར་འགྲོ་དགོས་ཏོ། དག་ན་བཞིན། རྩ་ཟ་དང་ཤ་ཟ་གཉིས་ཀ་ཡིན་ངེས་སེམས་ཅན་འདི་དག་ནི། ཁ་ལ་བ་རེ། ཤ་ཟ་སེམས་ཅན་གཉིས་པར་ལ་རྒྱལ་བ་དོན་གཅིག་མུ་སུམ་མོ་ཞིག་ཁར་འགྲོ་དགོས་ཏོ། ཨ་ཏུ་ཨུས་ཅི་ནི་ད་དཔྱད་པ་བྱེད་ཡས་ཀྱི་ཐབས་ལམ་ཡོད་དེ་བ་ད་སྐྱེ་དངོས་རིག་པ་ད་དེའི་དཔེ་གཅིག་བཞག་ར་མ་དྷི་དེ་བཞིན་ད་སྐྱེ་དངོས་རིག་པ་རྣམས་ལ། ཁ་ལ་བ་རེ་བརྗོད་བྱ་ལ་བ་རེ། ད། ཨིན་ཇིའི་ཚིག་ལ་ཞུ་ན Topic མང་པོ་ཡོད་ར་ད་འདི་གས་ཚང་མ་ང་ཚོ་ཚོ་ཨ་ནི་རྒྱལ་བ་དོན་གཅིག་མུ་སུམ་མུ་ཞིག་ག་རེ་སྤྲུག་གི་འདུག་ག་རེ་ག་རེ་ཚང་གི་འདུག་ཚང་གི་མི་འདུག་འདུག་བྱས་ནས་ང་ཚོ་རྟགས་གསལ་དང་དཔྱོད་པ་བྱས་ན་བྱས་ཡས་གི་བྱས་ཡས་ཡོད་པའི་ཐབས་ལམ་ཅིག་ཡོད་བསྡད་པ་རེད་བྱས་ཙང་འདི་ང་རང་ཚོ་ནམ་རྒྱུན་མུ་སུམ་མུ་ཞིག་རྒྱལ་བ་དོན་གཅིག་ལས་ད་ཕག་སྐད་ངོས་རིག་པ་སློབ་སྦྱོང་དག་ག་ཡས་ན་ཡས་ཕག་སྦྱར་རྒྱུ་ཡོད་ཆགས་ཡོད་ར་ད་ན་ཞིག་ཨང་རྩིས་འདྲ་བོ་བྱས་ན

ཞི་དུལ་མི་སྲིད་པ་རེད་མ་རེད Liquid ངའི་རྒྱལ་སྲིད་ངའི་ཡོད་རེད་བས་ལ་ན་རྒྱལ་སྲིད་ངའི Liquid ངའི་ཡོད་རེད་བས་ལ་ན་ད་ནི་ཡོད་ན་ད་རྒྱལ་བ་ཡིན་ཞིང་གཉིས་ཀ་ཡིན་གྱི་མེད་ན་ད་རྒྱལ་བ་ཆགས་རོགས་ར་ད་ཡོད་ན་ནི་འདི་གཉིས་ཁྱད་པར་འགྱེད་གིན་ཁྱད་པར་འགྱེད་ཉེས་གིན་ཡིན་གྱི་མེད་ན་དོན་གཅིག་མ་རེད་ད་འདི་ལ་མུ་གསུམ་མུ་བཞི་མ་ད་འགྲོ་ས་ཁོ་ར་རག་མ་རེད་འོ་ད་འདུག་བྱས་ནས་ད་དཔྱད་པ་བྱས་བྱས་ཙང་ད་དུ་འཛུལ་དཔྱད་པ་བྱས་པ་ཡིན་ན་ནི་གཞི་ནས་རིག་པ་སྤྱང་པོ་ཆགས་ཡ་འདི་ཡིན་ན་འདི་ཡིན་པའི་ཁྱབ་སྒོ་རེད་འདི་ཡིན་ན་འདི་ཡིན་པའི་ཁྱབ་སྒོ་མ་རེད་བས་སེ་ད་འདུག་བྱས་ནས་ད་མུ་གསུམ་མུ་ཤི་སེ་ཅེས་པ་བྱས་དགེ་བ་དོན་ཅིག་མུ་གསུམ་མུ་ཤི་སེ་འདུག་བྱས་ཅེས་པ་བྱས་ད་འོ་ད་དེ་འདྲ་འདྲ་བོ་ཅིག་རེད་བྱས་ཙང་ད་དགེ་བ་དོན་ཅིག་མུ་གསུམ་མུ་ཤི་འདི་ད་ང་རང་ཚོས་ཅིག་བོད་ཡིག་སྦྱང་གི་ཡིན་ན་ཡང་ཅིག་ག་ལ་རེད་མིང་གཞི་ད་ད་ཅིག་སྔོན་འཇུག་རྗེས་འཇུག་ད་ག་རེ་ཡིན་ན་སློབ་སྦྱོང་བྱེད་པ་ཡིན་ན་དེ་ཚོ་བེད་སྤྱོད་ཡོད་གཏང་ཡ་ཡོད་རེད་ལ། ཨཱ་ནི་ཅིག་དེང་དུས་ཀྱི་ད་ཤེས་ཡོན་སློབ་སྦྱོང་བྱེད་མཁན་ཡིན་ན་ཡང། ཨཱ་ནི་དེ་ཚོ་གང་ག་བེད་སྤྱོད་གཏང་ཡ་ཡོད་དེ་བ། ཆགས་ཀྱི་འདུག་ད་དེ་ཚོ། བྱས་ན་ང་རང་ཚོ་ནམ་རྒྱུན། ཚན་རིག་པ་ཚོ་མཉམ་དུ། ཨཱ་ནི་བགྲོ་གླེང་དེ་འདྲ། གནང་པའི་སྐབས་ལ་ད། གཅིག་ཚན་རིག་པ་ཚོ་གི་གཅིག་མ་འདྲེས་བརྗོད་དེ་གྲྭ་པ་ཚོ་ལམ་སང་བར་འདི་ཡིན་ན་འདི་ཡིན་དགོས་ཀྱི་ཡོད་ས་རེད། འདི་ཡིན་ན་འདི་ཡིན་དགོས་ཀྱི་ཡོད་ས་མ་འདི་མ་ཡིན་ན་འདི་ཡིན་དགོས་ཀྱི་ཡོད་ས་མ་རེད་ཟེར་གྱི། བསམ་བློ་དེ་ལམ་སང་ལམ་སང་སླེབས་བསྡད་ཡོད་ཁ་ཡིན་ལ་ཁོང་ཚོ་དུས་རྒྱུན་དུ་ནས་ད་མི་ཚེ་གང་པོ་འདི་ག་ལ་རྩོད་པ་རྩོད་དེ་འདྲས་ཀྱི་ཉམས་མྱོང་ཅིག་ཡོད་བསྡད་པ་ཡིན་ས་ལམ་སང་ལམ་སང་སླེབས་པ་ན་འདི་འཁོར་ཐུག་ཡོད་ར། ཟེར་ས་དྲི་བ་ཅིག་བཏང་འོང་དུས་ན་ཡང་ཅིག་ཁོ་ལྗིད་ཁོག་ཚ་བོ་འགྲོ་བ་ཅིག་ཆགས་བསྡད། འོ་འདི་འདྲས་ཡོང་བསྡད་ཀྱི་འདུག་ཨ། འོ་ད་འདི་འདྲས་འགྲོ་བ་ཅིག་རེད་ཞུས་ཡ་ད་དེ་རིང་གི་རྒྱལ་བ་དོན་བྱེད་མུ་སུམ་མུ་ཞིག་གིས་ད་ངོ་སྤྲོད་འདྲ་བོ་ཅི། དེ་འདྲའི་འདྲ་བོ་ཅི་ཡིན་ཞོན། འོ་ད་བདག་ཡིན། ད་ནི་བདག་ཁྱེད་རང་ཚོ། གལ་སྲིད་ཡང་དྲི་བ། དོགས་པ། དེ་འདྲའི་འདྲ་བོ་ཅི་ཡོད་པ་ཡིན་ན་ར་ད་ང་ལ། ཐད་ཀར་འབྲེལ་བ་གནང་རོགས་གནང་ཅིག་ཞོན། ངའི་ནམ་རྒྱུན། email གི་ཁ་བྱང་ལ་འོ་ར། འདི་ངས་དེ་ཕུལ་བཞག་གིས་ཁྱེད་རང་ཚོ།

སྒེར་ཐོག་ནས་འབྲེལ་བ་གནང་རོགས་གནང་ཞེས་ནས་ཞུ་ཡ་ཡིན་གལ་སྲིད་ཚོགས་པ་ནང་ལོགས་ལ་ཡག་ཅིག་བཀའ་མོལ་གནང་ཡག་དང་དེ་འབྲེལ་ལ་དཀའ་ངལ་ཡོད་ན་ང་ལ་སྒེར་ཐོག་ནས་འབྲེལ་བ་གནང་རོགས་ཞི། ཨ་ནི་ཡང་གལ་སྲིད་ཡང་ཅིག་ཡི་གེ་བྲི་ཡག་འགྲོ་འདོད་པ་ཡོད་བ་བྱས། ཡང་དེ་འདྲ་ཡིན་ན་ཨི་མེལ་ནས་བཏང་ན་འགྲིག་རེད་བྷ་ཚེབ་ནས་བཏང་ན་ཡང་འགྲིག་འདུག་ཐ་ན་ཞིག་ཡང་སོ་སོས་སོ་སོའི་ཡང་དེ་འདྲའི Audio Recording བཟོས་ནས་བྲི་བ་བཏང་ན་ཡང་འགྲིག་རེད་དེ་ག་ན་ཞིག་ཁྱེད་རང་ཚོ་བརྙན་ཐུང་དེ་འདྲ་བཟོས་ནས་བཏང་ན་ཡང་འགྲིག་རེད་དོན་ཚང་མ་ཨི་མེལ་བརྒྱུད་ནས་བཏང་ཡག་ཡོད་བ་རེད་ལ། ཨ་ནུ Whatsapp བརྒྱུད་ནས་བཏང་ཡག་ཡོད་པ་རེད་ཨ་ནི་ངས་གོང་ལ་ཡག་ད་ཅིག་སློབ་ཁྲིད་བྱེད་བཞག་རྒྱུ་དེ་གས་དེ་ཨ་ནི་སོ་སོ་སློབ་སྦྱོང་གནང་བྱེད་དྲན་པ་མ་བརྗེད་པ་ཅིག་གནང་རོགས་གནང་ཞེས་ནས་ངས་རེ་བ་དང་ཨ་ནི་འབུལ་སྐུལ་ཞུ་གི་ཡོད། ཨ་དེ་འདྲ་འདྲ་བོ་ཅིག་ཡིན་ད་ཀླད་པ་གནང་རོགས་བརྟན་པོ་ཅིག་མ་སླེབས་པ་དེ་ལ་ཡག་བསྐྱར་སྦྱོང་མ་བྱས་པ་ཡིན་ན་ཨ་ནི་ཁ་སང་བསླབ་རྒྱུ་དེ་དེ་རིང་བྱས་དེ་རིང་བསླབ་རྒྱུ་དེ་སང་ཉིན་བྱས་སང་ཉིན་བསླབ་རྒྱུ་གནངས་ཉིན་བྱས་ཨ་ནི་ཡང་ས་ཡ་མེད་ངེས་སོར་ཆགས་འགྲོ་གྲ། ཟླ་གཉིས་བསླབ་རྒྱུ་ད་ལོ་བྱས་ད་ལོ་བསླབ་རྒྱུ་དེ་ལོ་ཅུང་མ་བྱས་ཨ་ནི། ཅིག་བསླབ་གྲ་ར་ཐོན་འགྲོ་གི་ཡིན་ན་ཡང། ལག་ཁྱེར་སྐམ་པོ་ཅིག་ཁྱི་བདེ་བ་ལ་མ་གཏོགས་ནང་ལོག་ཀླད་པ་དེ་གཏོང་གཏོང་ཡང། ཆགས་འགྲོ་དེ་རེད་བ། འོ་དེ་རེད་ད། ང་ཚོ་བསླབ་གྲ་ཀླད་དུ་འཚམས་པ་ལ།

སྤྲོ་བ་ནང་རུ་ནང་ཅིག་ཤོས་ཡིན་ནི་སེམས་པ་ལྷོད་ལྷོད་ཅིག་ཨ་ནི་ཤེས་ཡོན་འགའ་ལ་ནི་ཅིག་འགའ་ཞིག་སྤྲོ་ཞིག་ག་ནི་སྐྱིད་པོ་བྱེད་སློབ་སྦྱོང་བྱེད་རོགས་གྱིས་ཤེས་བ་འདི་ཤོས་ཡིན་ཨ་ནི་ཐུགས་ཆེ་གནང།